ད་དེ་རིང་ང་ཚོ་དེ་འཛོམས་ཡོད་དེ། ཁྱབ་བསྒྲགས་སྔོན་དུ་ཟིན་པ་ལྟར་ཨེ་ནས་དེ་རིང་ང་ཚོ་ཡང་དེབ་གསུམ་དབུ་འབྱེད་བྱེད།

ད་ལྟ་ངག་རྒྱུན་ལོ་རྒྱུས་དེབ་ཕྲེང་ལྔ་བཅུ་ང་བརྒྱད་པ་ལ་དོན་ཡོད་ཀྱི་དེ་རིང་གི་དེབ་བདེ་སྡུག་སྤེལ་མའི་ལོ་རྒྱུས་ཟེར་འདི་ཨ་ནེ་སྔོན་མ་ཤེས་བྱ་གསར་ཤོག་རྩོམ་སྒྲིག་ཟུར་པ་སྐུ་ངོ་བྱམས་པ་བསྟན་འཛིན་མཆོག་གི་སྐུ་ཚེའི་ལོ་རྒྱུས་ཡིན་ཞིང། ཁོང་ནི་སྐུ་ན་གཞོན་དུས་བོད་གཞུང་དགའ་ལྡན་ཕོ་བྲང་པ་ཆེན་པོའི་བརྩེ་དུང་གི་ཞབས་ཁུངས་སུ་ཞུགས་ཏེ། གཞུང་ས་ཆེན་པོའི་ཞབས་ཞུའི་ཉམས་མྱོང་ཆེ་བ་དང། དུས་འགྱུར་སྐབས་རྒྱ་དམར་ལ་ངོ་རྒོལ་རྡུང་ལེན་གནང་རྐྱེན། བཙོན་ཁང་དང་ངལ་རྩོལ་བསྒྱུར་བཀོད་འོག་མི་ལོ་ཉི་ཤུ་རྩ་གཉིས་རིང། དཀའ་སྡུག་མྱངས་པ་ཉི་ཤུ་རྩ་གཉིས། ཉི་མ་ལྔ་དྲུག་དེ་ནས་མར་དར། དེ་སྐབས་བོད་དོན་འཐབ་རྩོད་ཆེད་དངོས་ཤུགས་བརྒྱུད་གསུམ་ནས་ལས་འགུལ་སྣ་མང་སྤེལ་བ། གཅིག་སྟོང་དགུ་བརྒྱ་གྱ་གཅུ་ཇག་གསུམ་ལོར་རྒྱ་གར་དུ་ཕེབས་འབྱོར་རྗེས་བཙན་བྱོལ་གཞུང་གི་ལས་བྱེད་ཁུངས་ཞུགས་ཏེ་ལས་གནས་རིམ་པའི་ནང་ཕྱག་ལས་གནང་བ་མ་ཟད། གཅིག་སྟོང་དགུ་བརྒྱ་གྱ་གཅུ་ཇག་གསུམ་ནས་ཉིས་སྟོང་གྱ་མེད་གཅིག་ལོ་བར་རང་གཞུང་དྲིལ་བསྒྲགས་ལས་ཁུངས་ཀྱིས་ཤེས་བྱ་གསར་ཤོག་གི་རྩོམ་སྒྲིག་པའི་ཐུགས་འགན་བཞེས་ཏེ་འཛམ་གླིང་ཆབ་སྲིད་ཀྱི་འཕོ་འགྱུར་གནད་དོན་སྤྱི་དང། ད་དུས་ཚོད་སྐབས་ལ་ང་ཚོ་ཟེར་བ་ནི་ཡོད་ཡོད་པ་རེད་བ། བྱེད་དུས་ཁོང་གིས་ཤེས་བྱ་གསར་ཤོག་གི་རྩོམ་སྒྲིག་འགན་འཛིན་གནང་ནས། ཤེས་བྱ་གསར་ཤོག་དེ་རྦད་དེ་འཁྱག་ཏུ་ཕྱིན་ཡོད་རེད་ད། ད་ང་ཚོ་རྒྱུས་ཡོད་ནས་ཤེས་དགོས་རེད་དེ། ཡང་སྒོས་རྒྱ་དམར་གཞུང་ཕྱོགས་ཀྱི་ཆོག་ཤེས་ཁག་ལ་དུས་ཐོག་སོ་སོར་ལན་འདེབས་གནད་འཁེལ་གནང་སྟེ་ཕྱི་ནང་གང་སར་བོད་དོན་དྲིལ་བསྒྲགས་རྒྱ་ཆེ་གནང་འབྲས་སུ་བོད་མི་སྤྱི་ཚོགས་ཁྲོད་ཆབ་སྲིད་ཀྱི་གོ་རྟོགས་དང་སེམས་ཤུགས་འཕེལ་ཐབས་བཅས་ལ་སྐུལ་ལྕག་ཆེན་པོ་ཐེབས་པ་སོགས་ཕྱག་ལས་གཟེངས་སུ་ཐོན་པ་བྱུང་ཡོད། དེ་དང་མི་གཅིག་ཡིན་ན་ཡང་སོ་སོའི་ལངས་ཕྱོགས་མ་ནོར་བ་དང་ཕྱག་ལས་དེ་ཉིན་མ་རེ་རེ་བཞིན་གྱི་སོ་སོའི་ལས་ཀ་དེ་གར་སོང་རེད་ད་རིག་པ་བསྒྲིམས་ནས་བྱས་ན། མི་གཅིག་གི་ནུས་པ་ཐོན་གྱི་རེད་ཟེར་དེ་དཔེ་མཚོན་རེད་ད། དེ་རྗེས་གོང་ས་མཆོག་གི་བཀའ་འབྲེལ་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་དུ་ཞབས་ཞུ་གྱིས་ད་ཆ་དགུང་ལོ་དགུ་བཅུར་ཕེབས་པ་རེད་གཟིགས་ད། དགུང་ལོ་དགུ་བཅུར་ཕེབས་ཡོད་པ་བྱས་ཙང་ངས་དྲ་ཐོག་ནས་གཟིགས་མཁན་དང་དཔེ་མཛོད་ལས་བྱེད་ཚང་མ་ལ་ངས་ཞུ་ཡོད་ག་རེ་ཟེར་ན། མི་ཚེ་ཧྲིལ་བོ་འདི་འདྲས་ཀྱི་སྐུ་ལས་བསྐྱོན། དེ་ཡང་ཨ་ནེ་དཔལ་དེ་མཐའ་གཅིག་ཏུ་སྐྱབས་མགོན་རིན་པོ་ཆེན་གྱི་དགོངས་གཞི་སྒྲུབ་ཡས་ལ་དང་བོད་སྤྱི་བ་ལ་ཕན་ཡས་ཀྱི་བསམ་བློ་བཏང་དེ་ངས་དེ་ཚོ་རྩ་ཆེན་པོ་ཞུ་བྱེད་རེད། བྱེད་དུས་དེ་འདྲའི་སྐབས་ལ་ང་ཚོས་ད་ཇི་ལྟར་ང་ཚོས་དྲ་ཐོག་ནས་མང་པོ་གཟིགས་ཐུབ་པའི་ཆེད་དུ་དྲ་ཐོག་ནས་བཏང་གི་ཡོད་རེད། ཡིན་ན་དཔེ་མཛོད་ལས་བྱེད་ཚོ་ཡིན་ན་དེ་འདྲའི་སྐབས་ལ་ལྟས་སུ་དོ་སྣང་བྱས་ནས། ཚང་ཚང་རུག་རུག་ཡོང་ན་ཡག་པོ་རེད་ཡོད་རེད་ཟེར་ཐལ་གྱི་ངས་གསར་སྐྲུན་ཞིག་བཏང་དགོས་རྒྱུ་མཚན་དེ་རེད་ད་ང་ཚོས་དེ་ཤོག་ཟེར་དུས་ཡང་སྲིད་ལ་མ་བསྡད་ན། སོ་སོའི་ངོས་ནས་ཅིག་གུ་ཅོ་ཐལ་གྱི་དེ་ཞེ་དྲག་རང་མི་འདུག་ཨ། ད་དེ་ལས་ཆེ་བ་ལས་ཀ་མང་པོ་བྱེད་ཀྱི་ཡོད་མདོག་མདོག་བྱེད་བསྡད་ཀྱི་འདུག་ག་རེ་བྱེད་ཀྱི་ཡོད་མེད་མི་ཤེས། འོ་དེ་ཚོ་མ་འོངས་པ་ལ་ཡིན་ན་དེ་ལྟས་སུ་ཅིག་ཨིན་ཇི་སྐད་ན Sensitive ཟེར་གྱི་འདུག་བ་ལྟས་སུ་ཚོར་བ་ཡོད་མཁན་དེ་འདྲ་བྱེད་ཐུབ་ན་ཡག་པོ་ཡོད་རེད། དེ་ཅིག་ཞུ་ཡས་བྱས་ད་ངས་མང་པོ་བཤད་ན་བཀའ་བརྒྱུད་བཏང་གི་འདུག་ཟེར་གྱི་འདུག་བ་ཡང། དེ་བཞིན་གཞུང་ཡིག་གི་སྲོལ་བཟང་ཉམས་མེད་འབྲི་སྤེལ་ཐུབ་མཁན་ཕ་ཆེ་ད་ཁུངས་ནང་བཞིན་ལྷག་མེད་པ་ལྟ་བུ། ཅིག་ཆགས་ཀྱི་ཡོད་རེད། ལོ་རྒྱུས་འདི་བཞིན་ཕྱི་རབས་ན་གཞོན་ཚོར་གཞུང་སེམས་འཕེལ་ཐབས་དང་མི་རབས་གོང་མ་ཚོས་བོད་བསྟན་སྲིད་མི་རིགས་སླད་དཀའ་སྡུག་ཇེ་མྱངས་ལོ་རྒྱུས་ཤེས་ཐབས། སྔར་སྲོལ་གཞུང་ཡིག་འབྲི་ཚུལ་ལ་མིག་དཔེ་ཡོང་ཐབས་བཅས་ཕན་ཐོགས་དགེ་མཚན་ཅི་ཆེ་ཡོང་རྒྱུར་དམིགས་ཏེ་ཨ་ནི་ང་ཚོ། ངའི་མིང་ཐོག་ནས་སྐུ་ངོ་ལ་སྙན་ཞུ་ཅིག་བཏང་དེ་འདྲ་ཅིག་གནང་ཐུབ་ན་ཡག་པོ་འདུག་ལོ་རྒྱུས་དེ་གསུང་དོན་ཡག་པོ་འདུག་ཟླ་བའི་སྟེང་འབྲས་བུ་དེ་ལ་ཨེ་གནས་གང་ཉིད་མཛེས་སྤྲས་ཆེ་བ་དང་དགུང་ནད་བབས་རྗེས་སྐུ་ངལ་ཇི་སྙེད་ཅིག་ཡོད་རུང་སྤྱི་དོན་ཁོ་ནར་དགོངས་ཏེ་ཞལ་ཤེས་ཀྱི་ལོ་རྒྱུས་སྙིང་བསྡུས་བརྩམས་འབྲི་གནང་བར་ཨེ་ནས་ང་ཚོ་ཚང་མས་ད་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞུ་ཡས་དང། ཨེ་ནས་དེ་རིང་གི་དེབ་དེ་དག་རྩོམ་མཁན་སྐུ་ངོ་བྱམས་ལྡན་ལགས་དང་བློ་གསར་སྦྱིན་པ་ཕྱག་ཞར་བས་ན་ང་སྒེར་གྱི་ངོས་ནས་ཡིན་ན་ཡང་སྐུ་སྒེར་ཡིག་ཚང་ང་བསྡད་པའི་རིང་ལ་ང་ཚོ་བློ་མང་པོ་མཉམ་དུ་ལས་ཀ་བྱས་ཡས་བྱུང་ཡོད་རེད། དཔེར་ན་ང་དྲན་གསོལ་ཤོག་ཅིག་གར་འདུག་ཟེར་ན་སྐུ་ངོ་མས། བོད་ཡིག་འདུག་ཚེ་ཡག་པོ་ཡོད་པ་ཡིན་ཙང། སྔོན་མ་སྐུ་མདུན་སྐྱབས་མགོན་རིན་པོ་ཆེ Yale University མཐོ་སློབ་ལ་བཀའ་སློབ་གནང་ནས་བཀའ་སློབ་སྐད་གྲགས་ཆེན་པོ་ཞིག་གནང་རེད། དེ་གནང་ནས་དུས་དུས་ང་ཆིབས་ཞབས་ཡོད་རེད། ཨེ་ནི་ཚུལ་ཀླད་པ་དང་ད་ལྟའི Yale University ལ་བཀའ་སློབ་གལ་ཆེན་པོ་ཞིབ་ཅིག་གནང་ད་དེ་ཁྱོད་རང་ཤོག་ད་ཅིག་བཤད་ད་དབྱིན་ཇིའི་ཐོག་ལ་འཁོད་པ་དེ་ཅིག་ཤེས་དང་ང་རང་ཉིད་ཀྱིས་ངས་བསྒྱུར་དགོས་ཟེར་གྱི་རེད། ང་ཉིད་ཉིད་ཕར་ཆེར་ཆུ་ཚོད་གཅིག་གཉིས་འགོར་ཡོད་ཀྱི་མ་རེད། ངས་ཀྱང་དབྱིན་ཇི་དེ་ཕར་འབྲི་ཤེས་རྒྱབ་ཀུན་གོ་གི་ཐག་ཐག་ཁྲིད་ནས་སྟོན་ཐུབ་པ་བྱུང་ཡོད་རེད། དེ་སོགས་རེད་པ་དེ་ངས་དྲན་གྱི་འདུག་དེ་བྱེད་དུས་ཁར་ཚོར་རེད་ད་བྱས་རྗེས་ཆེན་པོ་རེད། ད་ད་ལྟ་དགུང་ལོ་དགུ་བཅུ་ཕེབས་ས་རེད་དེ་ད་ལྟ་དེ་ཕེབས་འདུག་ཨ།

རེད་བ་ཡིན་ན་འདི་ཆོས་ཕྱོགས་ཀྱི་བསམ་བློ་ཡག་པོ་བྱེད་ཨ་ནི་ལས་ཀ་ཧུར་ཐག་པར་ཐག་བྱེད་དུས་དེ་འདྲས་ཀྱི་ཏན་ཏན་ཨ་ནི་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བྱིན་རླབས་ཏན་ཏན་ཡོད་རེད་སེམས་ཀྱི་འདུག་དེ་འདྲས་ཡིན་དུས་དེ་རིང་གི་སྐུ་ངོ་གི་དེ་དེབ་དེ་ང་ཚོ་པར་སྐྲུན་བྱས་ད་དབུ་འབྱེད་ཆ་བེད་ཆེ་ད་དེའི་ནང་ལ་ལོ་རྒྱུས་དཔེ་སྙན་པོ་མང་པོ་ཡོད་རེད་ད་དུས་ཚོད་ང་ཚོ་ཤེས་དུས་ཚོད་ཡོད་མ་རེད་འདི་སྐུ་ངོ་གི་ད་འདི་འདྲས་བྱས་དེ་སྐྱོན་གི་རེད་ཨ་ནི་མཇུག་མ་དེབ་དེ་གཟིགས་ཤེས་རེད་ཀློག་ཤེས་རེད་ད་དེ་བྱེད་དུས་དེ་རིང་ད་དེབ་དེ་སྐོར་ལ།

ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་ལོ་བོད་གཞུང་དགའ་ལྡན་ཕོ་བྲང་གི་གཞུང་ཞབས་སངས་རྒྱས་ཚོམས་ཆེན་སྲིད་ཞིའི་བོན་སྟོན་སྲིད་ཞིའི་སྡེ་དགེ་ནགས་ལ་ཡ་ནི་རྒྱ་བོད་ལ་མ་བྱེད་ལ་མི་འདྲ་སྐུ་གསུང་ཐུགས་རྟེན་བཅའ་བཅས་སངས་རྒྱས་ཞུས་པའི་མི་བཞི་རེ་ད་ལྟ་རི་ཁལ་ས་ད་ད་ལམ་ས་ལ་གཞུང་ཞབས་རྙིང་པ་ང་མ་གཏོགས་ལྷག་ཡོད་མ་རེད། ད་ཨ་མི་རི་ཀ་གཅིག་འདུག། ཁ་ནཱ་ཏྲ་ལ་གཅིག་འདུག། བོད་ལ་གཅིག་འདུག། ག་ག་ལོ་བརྒྱ་བཅུ་ནང་རེད། ད་ང་ལོ་གོ་བཅུ་ནང་རེད་དེ་ཀྱང་ཆོས་རེད་ཅེས་རེད་ཨ་ནི། ང་དང་པོ་ཐོག་མ་ནས་ར་ང་ར་སྤྱི་བཏང་མིའི་གཞུང་ཞབས་གསར་པ་ཅིག་ཐ་དད་ཨ་ནི་ཤེས་ཡོན་འགའ་ཡང་མེད་པ་སྐད་ཆ་འགའ་ཡང་མེད་པ། དེ་འདྲའི་ཅིག་གི་ལོ་རྒྱུས་དེ་གིས་བདེན་ན་སྔོན་གྱི་མིའི་ཁྱད་པར་མཛད་རྗེས་ཅན་དང་འདི་འདྲའི་ཨ་ནི

ནས། རྒྱལ་སྤྱིའི་རྒྱལ་ཁང་རྒྱལ་ཐོག་ཏུ་བ་ཨ་ནི་བོད་དོན་འཐབ་རྩོད་ཀྱི་རྩེད་མོ་བསླས་ནས་ཨ་མི་རི་ཀའི་གྲོས་ཚོགས་དང་ད་ག་ནང་བཞིན་དབྱིན་ཇིའི་འདི་འདྲ་གི་ཆབ་སྲིད་མི་སྣ་གལ་ཆེན་པོ་དེ་འདྲ་དང་གསོན་རྒྱུགས་མི་སྣ་གལ་ཆེན་པོ་དེ་འདྲ་ཐ་ན་ཨ་མི་རི་ཀའི་གྲོས་ཚོགས་ཀྱི་ད་ལྟ་འགྲོ་མིའི་ཐོབ་ཐང་སྐོར་ལ་ཡང་ནི།

བརྒྱ་བཅུ་གྱ་གསུམ་ལོ་ལ་ཡང་སྡེ་དགོན་ལ་ཡང་གཞུང་ཞབས་ཞུས་ཨ་ནི་ལྔ་བཅུ་ང་དགུ་ལོ་དུས་འཇུག་སྐབས་ལ་ཡང་ཨ་ནི་བོད་རང་དབང་འཐབ་རྩོད་ནང་ཞུས་ཨ་ནི་བཙོན་ཁང་ཚུད་བཙོན་ཁང་ལོ་བཅུ་གཉིས་བཅད་ལས་མི་རུ་ཁག་ལོ་བཅུ་བཅད། ཁྱོན་ངལ་རྩོལ་བསྒྱུར་བཀོད་ལོ་ཉི་ཤུ་རྩ་གཉིས་འདུག་ངས་ཉམས་མ་རེད་ཨ་དེ་ནས་བརྒྱ་བཅུ་གྱ་གསུམ་ལོ་ལ་ཨ་ནི་དེ་ནས་ཚུར་བཅར་བྱས་ཞབས་ཕྱི་ཞུས་བྱས་དུས་དེ་འདྲས་བྱས་པ་རེད་ཨ་ནི་དེའི་སླད་དུ་དགའ་ནས་ཨ་ནི་དགུན་དུས་ནས་དགའ་ཚོར་རེད།

ཨ་ནི་ད་རྩོམ་འདི་བ་ཙང་ནས་རག་གི་མི་འདུག་བཤད་རྒྱུ་མ་རག་བྱས་དཀའ་ངལ་ལས་བཤད་པའི་སྒང་ལ་ང་བརྒྱ་ཀླས་པ་ཐག་ཨ་ནི་ག་ཚོད་ཚོད་བྱས་པ་རེད། དེ་འདྲ་ཡིན་དུས་ག་ནས་ཨ་ནི་ཀུན་འདུས་ཀྱི་དྲན་བཀའ་ཤག་ལ་བཀའ་གནང་བྱས་ང་ཤེས་བྱའི་སྡེ་ཚན་ལ་ཡང་ཨ་ནི་བཏང་གནང་བ་རེད་དེ་དུས་ག་ནས་ང་ཅི་ནས་བོད་ནས་གསང་མཆོག་རེད་ཨེ་ཅི་ནས་ང་དེ་དུས་ག་ནས།

མིང་ལི་ཡཱ་གསར་སྒྲུབ་པ་ཡིན། གསར་འགྱུར་སྒྲུབ་མཁན། གསར་འགྱུར་སྒྲུབ་མཁན་ཡིན་ཨ་ནི། གསར་འགྱུར་སྒྲུབ་མཁན་བཅས་ཀྱིས་ཨ་ནི། མདོ་ལ་ཞོག་ལི་ཡཱ་ཨ་ནི། དེར་ཞུ་དག་དྲ་གྲོགས་དག་དེ་འདྲས་བྱེད་པ་རེད་ཨ་ནི། དེའི་ཐུགས་འགན་རྐང་གྲུང་ཅན་ཞིག་རེད་གསུངས། ལག་ལེན་སུས་ཞུས་ཀྱང་ཨ་ནི།

ཁྱེད་རིན་པོ་ཆེ་ལ་ཨ་ཅེ་ཡོད་མ་རེད་ཨེ། ཨ་ནི་བག་དྲོ་ག་འདྲས་སུ་བྱས་ནས་ཨ་ནི་བག་ལོ་ལོ་འདི་ཟོས་པ་ག་འདྲས་བྱས་པ་རེད་ཟེར་བྱས་ནས་བཤད་སོང། ཨ་ཞུ་བོ་ཙོང་ཁ་གསང་སྤྱོད་ནང་ལས་དུས་ག་ནས་ད་རེས་ངས་བཤད་པ་དེ་དྲིས་སོང་བས་སོང་ཁོ་རང། ངས་ཨོ་དེ་གང་ཞིག་ངས་ཧ་གོ་གི་མེད་ཟེར་བྱས་ནས་ཡ་མ་བྱས། ཨ་ཁོ་རང་དུས་རྒྱུན་ཐང་མར་ཆུད་ཀྱི་རེད། ཐང་མར་དྲི་མ་འཇོན་ནི་ཡོད་མ་རེད་ཟེར།

ཁྱོད་རའི་ལས་ཀ་དེ་མི་དེའི་ལས་ཀ་དེ་ཡི་གེའི་ལས་ཀ་རེད། ངས་བཙོན་ཁང་ནང་ནས་ཐག་བཅད་ཚར་བ་ཡིན་གསུངས་འདུག་འོ་ཡ། ད་དེ་དུས་ཀ་ནས་ང་རང་འུ་ཐུག་པའི་སྐབས་ནས་རྒྱ་བོད་རིན་པོ་ཆེ་ཀྱི་ལས་འགན་འདི་འདྲས་དེ་གནང་བ་རེད། ཁོང་གིས་དེ་བཤད་པ་དེ་ད་ང་དངོས་གནས་དྲན་ནས་ལུང་བསྟན་རེད་བསམ་ནས་ཨ་ནི་ང་ལས་འགན་འདི་སྒྲུབ་གི་རེད་བསམ། གཅིག་ནས་བོད་གཞུང་གི་གཞུང་ཞབས་ཞུ་དུས་ཀ་ནས་ག་རེ་གཟིགས་བ་རེད་ཟེར་ན

བོད་ཡུལ་ཡི་གེ་ཀོའུ་ཡིག་ཚང་ལས། ངག་དབང་དོན་གྲུབ་ལགས་ཀྱིས་དད་སྣུམ་ཚོགས་ཆུང་ཞིག་བཞག་ནས་ངག་དབང་དོན་གྲུབ་ལགས་ཀྱི་རོགས་པ་ལས་ཞུས་བྱས་ནས། ངའི་ཕོག་ཐག་ད་དངུལ་འཛིན་ཀོའུ་ཡིག་ཚང་གོང་ཁྱེར་ཚར་བ་རེད་ས། ཨ་དེ་ནས་རྒྱ་རིར་མི་ཆེ་ཡག་ཕལ་ཆེ་སྐུ་མདུན་མཇལ་ཁ་བྱ་བྱས་ནས་ང་མ་ད་ག་རང་ཅག་ཞབས་རོགས་ནས་ཡག་མ་བསྡད་ན་ཆོས་ཨ་ནུ་ཀུན་ཏུ་ཨ་ད་ཕན་ཐོག་གི་འདུག་གས་ཕན་ཐོག་གི་འདུག་ན་འགྲིག་གི་རེད་ད་འོ་ན་འགྲིག་གི་རེད་ས་ཨ་ཡེ་ང

རྒྱ་ནག་གི་གནད་དོན་ང་ཚོ་མཐོང་པར་བྱས། ད་སྤོ་སྒོ་དགོན་པར་ཤ་ཁ་མཇལ་ན་གཞུང་མ་ཁག་པོ་ཆེ་གི་རེད་དྲ། ཨ་ནི་བལྟས་ཚེ་དེང་དུས་ཀྱི་སློབ་སྦྱོང་རབ་ཀྱང་བལྟས་ཚེ་ཆེ་བལྟས་ནི་ཞེས་མ་སྦྱར་གཞུང་མ་ཁག་པོ་ཆེ་གི་རེད་དྲ་གསུངས། དེ་ལས་ཁྱེད་ཅག་ང་དགོན་པ་ནས་ཨ་ནི་ཨ་ནི་ནང་ལ་མ་ལྡོག། ནང་ལ་མ་ལྡོག་བསྡད་ནས་ཨ་ནི་སྐུ་ངོ་མཁན་པོ་དེ་དྲི་ག་ནས། བོད་ཀྱི་གཞུང་ནི་རྒྱལ་སྤྱིའི་ཚོགས་པའི་ཐོག་རྡོ་རེད།

འཐབ་ཕྱོགས་གཅིག་གྱུར་ལས་ཁུངས་ཀྱི་ལས་བྱེད་རྣམས་ལ། ཨ་ནེ་གཞོན་ནུའི་ལས་ཁུངས་ཀྱི་བྱེད་རྣམས་ལས་ཀ་བྱེད་རོགས་ཞེས་ཞུ་བྱ་ལས་ཀ་བྱས་ཟིན། དེའི་ནང་དང་ཡང། སྒྲིག་འཛུགས་བཅས་དྲུང་ཡིག་བཅས་དྲིལ་བསྒྲགས་བཅས་ཚན་པ་གསུམ་ཡོད་རེད། དེ་འདི་ཡིན་དུས་ཀ་ནས་དྲུང་ཡིག་ཚན་པ་དེའི་ནང་ལ་དྲུང་ཡིག་གཞན་གཞོན་པའི། དྲུང་ཞིག་གཞོན་པའི་འགན་འཁུར་བྱས་ནས་ཨ་འདི་དུས་ཀ་ནས་ད་གཞོན་ནུ། ལྷས་ས་གཞོན་ནུ། ཕལ་ཆེར་སྟོང་ཕྲག་ཚང་མ་ཟིན་ཡོད་ཀྱི་རེད་ཨ་ནི་ལས་བྱེད་བརྒྱ་ཚང་མ་ཟིན་ཡོད་རེད། དེ་ག་དེ། སློབ་སྦྱོང་དང་རིག་རྩལ་འདྲ་བྱེད་པོ་གང་གང། ང་ནི་རྒྱ་མི་གཅིག་གཅིག་དང་ང་གཉིས་གྲ་སྒྲིག་བྱ་བ་དེ་ང་ལས་ཀ་ཞེ་དྲག་བྱས་ཡོང། བྱས་པ་ཡིན་ཙང། ཆབ་སྲིད་བཀག་ལ་ཨ་ནི་དེ་ག་སྦྱོང་བརྡར་བྱས་པ་དེ། སྟག་མ་ནས་ཤེས་བྱ་ཁྲོམ་སྒྲིག་བྱེད་ཡག་གི། ཨ་ནི། དང་པོ་ཀ་ནས་ག་ཚད་དེ། ཆེད་སྦྱོང་བྱས་པས་ཚོར་བ་ཕན་ཐོགས་ཞིབ་པ་བྱུང།

ཨ་ནེ་ཀ་ནེ་ཁ་ཁ་ཁ་ཁ་ཁ་ནེ་ཁ་ཁ་བསམ་ནས་ང་ཚོ་དེ་དུས་ཀ་ནེ་གཞོན་ནུ་དང་ང་ཚོ་སངས་ཕྱོགས་ཁག་གནས་ཚིག་ཐད་དུ་བྱུང་བ་རེད། སྐབས་དེ་དུས་གཞོན་ནུའི་འདི་རྒྱབ་ལོག་མི་གཞན་དག་བརྗོད་པ་ལས་ང་ཚོ་འོག་མ་རེད། ཨ་ནེ་གཞོན་ནུ་དང་ཨ་ནེ་བོད་གཞུང་ནི་དེ་དུས་ཁ་ནེ་ཕུ་འདུན་གཅིག་པ་རེད་ཟེར་རེད། ག་ག་ལས་བྱེད་རེད། དེ་འདྲ་ཀ་ཚང་དེ་དག་གི་ལས་བྱེད་དེ་དུ་ཨ་ནེ།

དཔེར་ན་ཁྱེད་རང་ཚོ་རེ་ཅོལ་དགོངས་པ་ཞུས་བསྡད་ཉལ་གྱི་བྱུང་སྟེ། ང་གོ་བ་གོང་མ་ཞུ་བོ་རེད། མི་ཚེ་ཁོ་རང་གི་དཀའ་ངལ་རྒྱབ་ཀྱི་བསྡད་རྒྱུ་རེད་གསུངས། ཨ་ནི་དེ་ནས་ངས་སེམས་ཐག་བཅད་བཅད་ཨེ་ནི། འོ་ཡ། སྐབས་དེ་དུས་ག་ནས་ཨེ་ནི། ཕྱི་ནང་གང་ག་ལ་འཐབ་རྩོད་བྱས་ནས། ནག་ལོག་ནས་རྡུང་རྡེག་ཞུ་རན་བཏང་བར་ཀོང། ངག་དབང་དོན་འགྲུབ་ལགས་དང་དེ་དུས་རྡུང་རྡེག་ཞུ་རན་བཏང་བར་ང་དཔལ་སྟོང་ལྡན་དང་ཡང་དང། དཔལ་ཁ་ལས།

ཨོ་ད་ཁྱེད་རང་གིས་ཤེས་བྱ་རྩོམ་སྒྲིག་པའི་བྱས་པ་དེ་ནི། ཆོས་ལུགས་དགག་གི་ཨ་ནི་བླ་མ་སྐལ་ཆེན་ཛམ་པ་དེ་གས་དེ་ལས་ཨ་ནི། རྩིག་པ་འདྲ་ཅིག་བཞག་སོང། དེས་བོད་སྤྱི་མཐུན་གྱི་ཨ་ནི་དགའ་ཚོར་ལས་མཐུན་སྒྲིལ་ཞི་བ་ཅིག་འཕེལ་ཡོང་བར་གདའ་གསུང་གི་འདུག་དེ་ང་ནོ་དེ་འདྲ་འདྲ་འདྲ། འཇར་མན་ལི་ཡོད་པའི་ད་ལྟ་ཁྱེད་བ་ཅི་བ། ཧོ། ཡང་ཁོང་བས་ཀྱང་ཨ་ནི་ངས་ཤེས་བྱ་ར་བ་ཀློག་ཡོད། ཤེས་བྱ་དེ་བསྡུ་བ་སུ་ཀློག་དེ་ག་ནས་ཕལ་ཆེར་ཤེས་བྱ་བཅུ་འདུས་པ་དེ་ང་རྟོག་མི་རྟོག་གཅིག་པ་ཡིན་པ་དེ་གསལ་བོ་འདུག། ཨ་ནི་ཁྱེད་རང་གི་དེ་ག་ལ་མིང་ཙམ་ནི་བཀོད་མི་འདུག། ཨ་ནི་ད་ནས་བཟུང་སྟེ་མིང་བཀོད་རོགས་ཀྱིས། མིང་བཀོད་ཡག་དེ་ག་རེད་ཟེར་ན། ཁྱེད་རང་མི་གཅིག་གི་དོན་མ་གཏགས། ང་ཚོ་མི་རབས་ཀྱི་མི་རབས་ཁོ་རེ་ཟེར་གྱི།

ཁོ་རང་ནི་ང་ཐུགས་ཀར་ཕན་ནས་ཨ་ནི་ཁྱེད་རང་ལས་སླེབས་པ་ནས་བཟུང་སྟེ། ཨ་ནི་བོད་གཞུང་བླ་བྲ་ཁག་གི་བོད་ཡིག་གི་ཡ་གྱལ་ཞེ་བོ་ཕྱིན་པ་རེད། དེ་དཔལ་དཔལ་ཡག་པོ་ལྗོངས་སུ་བྱ་ཆོག་ཟེར་གསུངས་འདུག་དེ་འདྲ་རེད། ཨ་ནི་ད་ལྟ་ལགས་ལགས་ལགས་གསུངས་ཏེ་ད་ཅིག་ཕལ་ཆེར་སྐུ་མདུན་ཨ་མི་རི་ཀ་གསུང་བཤད་གནང་ནས་ཕལ་ཆེར་དགྲ་བོ་ལ་ཡང་བཟའ་ཞིག་སྟེར་བ་ཟེར་གྲ་ཡིན།

ང་ལས་ཀ་བྱེད་དགོས་དགོས་ཡོད་ལས་ཀ། གོང་ལས་ཀ་བྱེད་དགོས་ཡོད། ཨ་ཅེ་གསར་འགོད་པས་ལས་ཀ་བྱས་འདི་ག་བྱས། ཟོག་གོ་ངལ་གསོ་བྱས་ནས་ཀླད་པ་ང་སྲིད་དྲ་བ་མི་འདུག་ཨ། འདི་བས་བསམ་བློ་བཏང་བྱས་ཅིག་བྱེད་དགོས་འདུག་འདི་འདྲས་བྱས་བྱས་བྱས་བྱས་ཨ་ནི་གལ་ཆེ་ཤོས་བྱས་ལས། སྐུ་མདུན་གྱི་བཀའ་སློབ་འདི་གའི་དེ་བཤད་སྟངས་ལ་འཁོད་དགོས་དོན། སླད་མ་སྐུ་མདུན་བཀའ་སློབ་གང་གནང་ང་འདི་གའི་དེ་ཕལ་སྐད་ཁོ་ར་ར་ལ་བཞག་བཞག་ཨ་ནི་དྲ་བྱས་ཙང་དྲ་བསྡད་བསྡད་པ་རེད་དྲ་བྱས་བྱས་བྱས།

ནི་མ་ཡིན་ན་སྐུ་མདུན་གྱི་གསུང་ཆོས་གསུང་རིགས་འདི་ཀུན་ཏཱ་ལ་ལ་ལ་མ་གང་ན་ཀུན་ཏཱ་ལ་ལ་གི་ཚེ་འདི་བཞིན་སྐུ་མདུན་གྱི་བསྟན་བཅོས་བྱ་བྱ་སྟེ་འཇིགས་པའི་ཨ་ནི་བདག་ཅག་དང་བོད་དོན་རྒྱལ་སྤྱིའི་གནས་ཚུལ་རྒྱ་ཆེན་པོ་བསྩལ་དུས་ཨ་ནི་རྒྱ་རིན་པོ་ཆེ་དང་ཨ་ནི་སྐལ་བཟང་ལྕམ་ཚང་དང་ཁོང་ཚོས་ཨ་ནི་བདག་གི་ཚབ་གསུང་ཆོས་གསུང་རིགས་འདི་ཨ་ནི་ད་རྒྱལ་སྤྱིའི་ཐོག་ལ་སྟོན་དགོས་རེད་རྒྱལ་སྤྱི་ལ་ཡང་གནས་ཚུལ་བཤད་དགོས་དེ་བཤད་ཅིང་ཨ་ནི་གང་གི་ངལ་ལ་ཟིན་འདི་དེ།

ཨ་ནེ། ཙོང་ཁ་ནས་འདོན་པའི་ཞུ་ཤོག་ཁག་ཅིག་སྤྲད་ནས། མ་ཚང་བ་བྱ་ཆེད་ཡག་པོ་ཞུས་ནས་ཨ་ང་ཚོ་འདི། ཐུགས་རྗེ་མེད་པ་བྱས་ཡང་ཡིག་ནོར་འདུག་རེད་བསམ་ནས་ཐུགས་གདོང་ཞུས་བྱས། ང་ཚོ་དེ་ཞུས་བྱས་འདི་བྱས་པ་རེད། དེ་དུས་གནད་འགག་གལ་ཆེ་བ་བྱས་ལ་ཡ་ཨ་ནེ། ཨ་ནེ། སློབ་དཔོན་ཡབ་ཡུམ་ཞལ་བཞེས་ནས། བོད་འབངས་དུས་ནི་ལོ་ཏོག་བཞིན། ངན་དུ་འགྲོ་བའི་དུས་འདི་རུ། ཤཱཀྱ་མུ་ནེའི་སྐུ་མདུན་དུ། ཐེག་ཆུང་དཔལ་འབྱར་གསོལ་འདེབས་ཚུལ། བཞེངས་པའི་རྟེན་འབྲེལ་འཇིགས་སྣང་སྐྱེས། སྔ་མ་ཇོ་རིན་པོ་ཆེའི་སྐུ་མདུན་འདི་ལ་ཡང་ལྔ་བ་ཀུན། བྱ་བ་ལྔ་པ་ཆེན་པོའི་སྒང་ལ་བཞེངས་རྗེས། སློབ་དཔོན་པདྨ་འབྱུང་གནས་ཇོ་རིན་པོ་ཆེ་ལ་ཕྱག་བདུན་ཞུ་བའི་ཞབས་ཞུ་བ་རེད། སྤྱིར་རིག་གནས་གསར་བརྗེའི་སྒང་ཏོག་འདི་ཡོད་མ་རེད།

ད་རྣམ་པ་ཚོ་ཡག་པོ་ཅིག་བསྲན་ཡོད་ན་དེ་བར་ཟིང་སྡེ་བ་ལ་གསེར་རྡོག་རྡོག་རྡོག་རྡོག་དེ་འདྲས་མང་པོ་འདུག་ལན། དཀའ་ལས་རྒྱབ་དང། ཡི་གེ་བྲིས་དང། སྒྲ་ལ་ཁ་བརྡས་བཅག་དང། མང་པོ། ཨེ་ནི། འདུག་ཨ། དེ་ཚོ་ང་ཚོ་དོ་སྣང་བྱེད་དཔེ་གལ་ཆེན་པོ་རེད། བོད་ཀྱི་དཔེ་མཛོད་ཁང་གིས་ད་ལྟ་ངག་རྒྱུན་འདེད་བྱེད་འདི་གལ་ཆེན་པོ་བརྩིས་བྱས་ནས། ལས་ཀ་ཞིབ་ཅིག་བྱེད་དགོས་རེད་ང་ཚོ་ཧུར་ཐག་ཧུར་ཐག་བྱས་ནས་ད་མིའི་ཕ་རྗེས་མང་པོ་ཞིབ་ཅིག་དེ་བར་ཕ་རྗེས་ད་དཀྲུག་རྗེས་ཟ་མ་ཟིན་གྱི་སྟོན་ས་རེད། ད་བཅར་འདྲི་བྱའི་ཤར་ཕྱོགས་དང་བརྒྱ་ཕྲག་མང་པོ་ཡོད་རེད། དེ་དཔེ་གནད་འགག་ཆེན་པོ་ཆགས་འདུག། སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ག་ལ་མོ་འདས་ལ། ཨེ་ནས་གར་ཟེར་བ་རེད། ཁོང་གིས་དགེ་སློང། སློབ་མ་དེ་གའི་མཐའ་བསྐོར་བྱས་ནས། ད་སངས་རྒྱས་ཁྱེད་མྱ་ངན་ལས་འདས་ན། ཨེ་ནས་འཛམ་བུ་གླིང་གི་ཉི་མ་འདི་མེད་པ་ཆགས་པ་རེད། དེ་ནས་འདུས་ཚབ་ཅིག་བསྐོར་བ་བྱས་ཡར་ཞུ་དུས། དུ་མི་ཡི་ཟབ་ཅིང་བཀུར་བར་བྱེད་ཞུ་དུས་སངས་རྒྱས་བཅོམ་ལྡན་འདས་ཀྱིས་ང་ནི་མྱ་ངན་འདས་འོག་ཏུ་འདི་ནི་ཆོས་ཀྱི་བསྟན་པ་ཡིན་ཞེས་ཀྱིས། ད་ང་མེད་པའི་ཆར་བབས་པའི་རྗེས་ལ་ངའི་ཚབ་མི་དེ་འདྲ་ཁྱེད་བཀོལ་ཡས་མེད། ངས་བཤད་ཤ་རྒྱོགས་དེ་ཡིན། བཀའ་དེ་འདྲ་གནང་འདུག་བ་ཚོས་གནད་འགག་ཆེན་པོ་ཞེ་བོ་རེད་འདུག་བ། ཨེ་ནི་དེ་འདི་མཐུན་པ་ད་སྐྱབས་མགོན་རིན་པོ་ཆེ་གི་མཛད་པ་ངས་འདུག་བལྟ་ཡོང་དུས་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་གནང་སྟངས་གཅིག་པ་གཅིག་རྐྱང་གཅིག་མཐོང་དེ་ཡོད་དེ་དེའི་སྐོར་ལ་དངོས་གནས་བྱས་ན་བྲིས་ཡོད་དེ་ངས་སོ་རུབ་ཅིག་རེ་བཤད་དཔེར་ན། ད་དེ་རིང་དུས་ཚོད་ཡོད་ཙང་དེ། སངས་རྒྱས་བཅོམ་ལྡན་འདས་ཀྱི་སྐབས་ལ་ཁྲུས་ཆས་འདྲ་མི་འདྲ་བྱས་ནས་ཡང་འཛམ་བུ་གླིང་ག་བ་ཡིན་སའི་ཕར་བཞག་ནས་རྒྱ་གར་ནང་ལ་འགྲོ་ཡས་ཡོད་མ་རེད། ཞབས་ཏང་ཁོ་ར་ཕེབས་ནས་གྲོང་གསེབ་དང་གྲོང་གསེབ་གྲོང་གསེབ་དང་གྲོང་གསེབ་ཕེབས་བྱས་ནས་དགེ་སློང་དང་མཉམ་དུ་ཁོར་ཕེབས་བྱས་ནས་ནི་གསུང་ཆོས་གནང་ནས་འདུག་ཟིན་མཛད་པ་ཕྲིན་ལས་བསྐྱངས་འདུག་ད་སྐྱབས་མགོན་རིན་པོ་ཆེ་དུས་ཚོད་སྐབས་ལ་ད་ང་ཚོ་ཁྲུས་ཆས་ཡག་པོ་ཡོད་པ་ཡིན་ས་ཞི་བ་གཅིག་ཕེབས་ར་བ་ད

ཆད་པ་དང་རྩོད་པ་དེ་ཡག་པོ་རེད་དེ། རྒྱུན་རིང་པོ་དེ་ཁག་པོ་ཡོད་རེད་ད་སྔོན་མའི་སྐད་ཆ་དེ་རེད་བ། དེང་སང་སྒྲ་འཇུག་བྱས་ཡོད་རེད་དེ་སེམས་འགྱུར་བ་ཆེན་རེད་དེ། ཡིན་ན་རྩོམ་བཞག་པ་དེ་ད་མི་ཚོགས་མང་པོ་བསྡེགས་རེད་བ། རེད་བ། དེ་བྱེད་དུས། གནད་འགག་ཆེན་པོ་ཞིག་བྱེད་དུས་ད་དེ་རིང་ང་ཚོ་སྐྱབས་འཇུག་ཞུས་པ་ནང་བཞིན། དེ་འདྲས་ཀྱི་ད་ལོ་རྒྱུས་རྒྱས་པོ་ཡོད་བསྡད་བ་དེ། ནི་བྱུང་བ་ཡིན་དུས་དཔེ་མ་ཚད་ཡག་པོ་བྱུང་སོང་ཟེར་ཅིག་དང་ནི། ད་འདུག་མི་མཐུད་ནི་ནི། སྐུ་གཟུགས་འཕྲོད་བསྟེན་དང་དགུང་ལོ་བརྒྱུད་རིང་ཟིལ་ཤུགས་ཡེ་གེ་དེ་གནང་རོགས་གནང་ཞེས་ཅིག་བཤད། ཨེ་ནས་ད་ལྟ་དེབ་གཉིས་པ་འདི་འགྲོ་བ་མི་ཡི་མགོན་ནས་འཛམ་གླིང་ཞི་བདེ་བསྐྲུན་ཐབས་ཞེས་དེབ་འདི་ད་རྒྱ་ངའི་གུང་དུ་ཞུས་པ་ན་ཞེས་ལྕམ་སྐུ་རིན་པོ་ཆེས་ཕྱག་དེབ་ཆུང་ཆུང་མང་པོ་ཞིག་བྲིས་ཡོད་རེད། ད་བསྡུ་ཚར་མ་ང་ཡིག་ཚང་ལས་ཀ་བྱས་པ་ཡིན་ཙང་ངས་ཤེས་ཀྱི་ཡོད་རེད། ད་ལྟ Ethics for the New Millennium ཅེས Beyond Religion དང་ད Kinship of Faith ཞེས་ད་དེབ་མང་པོ་ཞིག་འདུག་བ། དེ་ཚོ་མ་བྲིས་གོང་ལ་དེབ་ཆུང་འདི་ཚོ་བྲིས། Compassion and Individual Human Approach to World Peace Global Responsibility Tantric Initiation for Uninitiates ཞེས་དེབ་ཆུང་ཆུང་དུ་སུ་བྲིས་ནས་དུས་སྟོད་ནས་ད་འགྲོ་བ་སྤྱི་ལ་ཆ་བས་ཀྱི་དགོངས་བཞེས་གནང་ནས་དེབ་དུ་སུ་བྲིས་རེད་ད་དུས་ཚོད་སྐབས་ལ་ང་ཚོ་ཡོད་རེད་བྲིས་དུས་འདི་བྲིས་བ་རེད་ད་བྲིས་ནས་ད་འདི་འགྲོ་དོན་ཞིབ་པོ་བྱུང་ཡོད་རེད་དུས་འདི་འགྲོ་དོན་བྱུང་ཡོད་རེད་ད་ལྟ་ལྷག་པར་དུ་དེང་སང་དུས་ཚོད་ལ་དེབ་མཐུག་པོ་ཁེངས་ཁག་པོ་འདུག་བ་ཆུང་ཆུང་དུ་སུ་ཁེས་བདེ་བ་ཡོད་དུས་མང་པོ་གི་དོ་སྣང་བྱེད་ཀྱི་འདུག་བ་དེ་བསམ་བློ་བཏང་ཕྱིན་ནས་ད་ལོ་གཅིག་གཉིས་ཀྱི་ནང་ལོགས་ནས་དཔེ་མཛོད་ཁང་ནས་ད་དེབ་ཆེན་པོ་འདི་རྒྱབ་དགོས་ཡ་ཡོང་གི་རེད་ནས་འདིའི་གྲངས་དེ་མང་སྲིད་ཅེས་བསམ་བློ་བཏང་ཕྱིན་ནས་དེབ་དེ་འདྲི་གཉིས་གསུམ་ཞིག་ལུགས་ཟུང་གི་བསླབ་བྱ་ཡོད་དེ་ངས་ད་དེ་འདྲི་དེབ་གཉིས་གསུམ་ཞིག་ང་ཚོ་བོད་སྐད་སྒང་ལ་བཏོན་ཚར་རེད་ཨིནི་དེབ་ཆུང་ཆུང་འདི་བརྒྱད་ཚང་མ་ང་དེ་མ་སླེབས་ནས་ང་ཚོ་པར་བརྒྱབ་ཡོད་རེད་ད་ཉེ་ཆར International Campaign for Tibet གི་དང་བསྟན་འབྱོར་རྒྱ་མཚོ་ལགས་དང་དེ་ནས Richard Gere ཁོང་རྣམ་པ་གཉིས་ང་ཚོ། དང་པོ་གཅིག་ཐུགས་སུ་འཇུག་ལ་དྲ་ཐོག་ནས་ཡང་དམིགས་བསལ་ཚོགས་འདུ་གཅིག་ཚོགས་བྱེད་པའི་སྐབས་ལ། དེབ་ཆུང་འདི་འདྲའི་རིགས་དེ་མང་ཟེར་རྒྱུ་ཆེས་དཔེ་གལ་ཆེན་པོ་རེད་ཤག། དེ་བཀའ་མོལ་བྱུང། ཨེ་ནས་བོད་ཡིག་དང་ཨིན་ཇི་གང་ལ་བཏོན་ཡས་ལྷག་པར་དུ་ད་ལྟ Human Approach to World Peace ཟེར་དེ་བོད་ཡིག་གང་ལ་བཏོན་ཡས་དེ་འགྲོ་གསུམ་ཁོ་རང་ཚོས་གཏང་གིན་ཡིན་ད Richard Gere དང International Campaign Tibet ཁོ་རང་ཚོས་གཏང་གིན་ཡིན་ཟེར་ལབ་ནས་ད་དེབ་དང་པོ་དེ་ང་ཚོ་སངས་རྒྱས་ལགས་ཀྱིས་བོད་སྒྱུར་བྱས་ཤག་པ་ཞིག་རེད། དེའི་སྒང་ལ་སྣོན་དཔེ་བལྟས་ཟེར་ཡོད་རེད་སྔོན་མ་དེབ་ཆུང་འདི་དང་མ་འགྲོ་སྣོན་དཔེ་བལྟས་ཟེར་ཅིག། སྔོན་མ་དེ་ཕ་ཆེ་ལོ་ད་ལོ་མང་པོ་བཞི་བཅུ་གོང་ནས་བྲིས་བཞག་རོགས། དེའི་རྗེས་ལ་ཁ་སྣོན་གྱི་ཚུལ་དུ་བྲིས་བཞག་པ་ཅིག་གཤམ་དུ་བྱེད་ཀྱི་ཡོད་རེད། དག་ན་ཤེས་ཀུན་མཐུན་གྱི་ཕྱག་དེབ་ག་རེ་ག་རེ་རྩོམ་ཡོད་མེད་དེ་འདྲའི་ད་ཐོས་པ་བལྟས་བལྟས་ཟེར་དེ་ན་ཡོད་རེད། ཨིན་དེའི་སྒང་ལ་ཐོས་པ་ཅིག་ག་རེ་ཡོད་ཟེར་ན་སྐུ་པར་མང་པོ་བཅུག་ཡོད་རེད། ཁོ་དེ་སྐུ་པར་དང Black White རྐྱང་རྐྱང་རེད་དེ། International Campaign for Tibet དང Richard Gere ཁོ་རང་ཚོས་ཀྱི་ཚུར་སྒྲུབ་བྱས་བཞག་པ་ཕྱིར། དེའི་དེབ་དེ་བརྒྱབ་ནས་ད་འདུག་དེབ་གཉིས་གསུམ་ཅིག་བརྒྱབ་ཡས་ཀྱི་འགྲོ་སོང་ཁོ་རང་ཚོས་བཏང་ཡས་བྱས་བྱས་ནས་ད་ང་ཚོས་ང་རང་ཚོས་ལས་ཀ་བྱས་ཐུབ་ན་ཨོ། ད་དེ་འདྲ་བྱས་ཡས་ཡོད་བསྡད་པ་ཅིག་འདི་ཆགས་ཏུ་ཡོད་རེད་ད་དེའི་ནང་ལ་ངས་མང་པོ་ཞུ་དགོས་ཀྱི་མི་འདུག་དེ་སྨོས་སུ་སྨོས་སུ་ཅིག་བྱས་ན། རེད་བ་འདི་ཡོད་རེད་མཁར་ཚོགས་རེད། ཨ། སྐྱབས་མགོན་རིན་པོ་ཆེ་ཐུགས་རྗེས་དམ་བཅའ་ཤེས་ཀྱི་ཡོད་རེད་བ། ཨོ་དེ་དེ་ཁ་སྣོན་ཚུལ་དུ་འདི་ན་ཡོད་རེད། ཨོ་དེ་ཅིག་དེ་ལོག་བཞག་ཡིན་ན་གསལ་པོ་ཆགས་ཀྱི་ཡོད་རེད། དེང་སང་འཛམ་བུ་གླིང་འདིའི་ནང་དཀའ་ངལ་ནི་སྔོན་མ་ལས་ད་ཆེ་ཡང་མེད་ན་ཆུང་བ་ཡོད་མ་རེད། དེ་བཞིན་དུ་འདི་སེལ་ཡའི་ཐབས་ལམ་འདི་ཕན་ཚུན་སྐད་ཆ་བཤད་གོ་བསྡུར་བྱས་ནས་སེལ་དགོས་རེད་མ་གཏོགས་ཀྱི། མཚོན་ཆ་བེད་སྤྱོད་བཏང་ནས་ག་རེ་སེལ་ཐུབ་གི་མ་རེད། སེལ་ད་དེ་འདྲས་བྱས་བྱས་ནས་བྱས་ཀྱི་ཨ་ནི་ཁོར་ཡུག་ད་ཉེན་ཁ་འདི་ཚོ་ཚང་མ་བསམ་བློ་བཏང་དུས་ང་ཚོ་ཚང་མས་མི་རེ་རེ་བཞིན་དུ་གུས་ཕྱོགས་ཀྱིས་མ་བཏང་ན། འཛམ་བུ་གླིང་འདིར་ད་སྡུག་ནས་སྡུག་ཏུ་འགྲོ་ཡོད་དེ་དཀའ་ལས་ཁག་པོ་ཞིག་ཅིག་ཆགས་ཡོད་རེད་འདུག་ད་སྲིད་ཅིག་ད་མི་ཚེ་སྙིང་པོ་འདི་འདིར་བྲིས་ཡོད་རེད་ད་ངོ་མ་དབྱིན་ཇིའི་སྒང་ལ་ཡོད་རེད་ད་ད་ད་བོད་ཡིག་སྒང་ལ་ཡོད་དུས་ཨེ་ཚང་མ་གི་དེ་ཐུགས་སྣང་གནང་ཡོད་དེ་དཔེ་གལ་ཆེན་པོ་རེད་དེ་ཅིག་ཞི་བའི་རྗེས་ད་དེ་གསུམ་པ་དེ་དམངས་གཞས་ལས་འཕྲོས་པ་ཟེར་དེ་བློ་བཟང་སྦྱིན་པ་ལགས་ཀུ་ཀུ་ཡིག་ཚང་བློ་བཟང་སྦྱིན་པ་ལགས་ཀྱིས་བྲིས་གནང་བ་བཅས་བྱས་ནས་ང་ཚོ་པར་པར་ལྡིང་དང་པོ་བརྒྱབ་ཚར་རེད་དེའི་སྒང་ལ་ད་ད་ད་པར་ལྡིང་གཉིས་པ་དེ་རེད་པར་ལྡིང་གཉིས་པ་འདིའི་སྒང་ལ་ཡང་སྣོན་སྤེལ་གང་ལ་གང་འཚམ་བརྒྱབ་ཡོད་རེད།

དབའ་ཆུ་ཞེས་པའི་དྲུང་དུ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོར་འཁྲུངས། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་བཙན་བྱོལ་དུ་འབྱོར་རྗེས་རྡོར་གླིང་རང་གཙོ་བཟོ་གྲྭའི་ཉིན་སློབ་ཏུ་སློབ་སྦྱོང་དབུ་འཛུགས་གནང། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོར་མ་སུ་རི་དབུས་བུད་མེད་སློབ་གྲྭ་ནས་སློབ་མཐར་ཕྱིན་རྗེས་སྐབས་དེའི་ཤེས་རིག་བཀའ་བློན་དང་སློབ་སྤྱི་གཅིག་ལྕོགས་སྐུ་ངོ་ཁྲེང་རིང་མཆོག་གི་ལས་ཁུངས་སུ་ཤེས་རིག་ཁུངས་གཞོན་དྲུང་གནས་འགྲེམས་ཐོག་བསྐོ་གཞག་སྩལ། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་འཕགས་ཡུལ། པན་ཇབ། རྒྱལ་སར་སྤྱན་ཏིང་གར་མཐོ་སློབ་དུ་བསྐྱོད་དེ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ཟླ་ང་ཚོས་སྔར་སྤྱན་ཏིང་གར་ལ་ཕྱིན་པར་བ་ངས་ང་ཚོ་བལྟས་ཚེ་དངོས་ལ་རེད། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོར་ཉེ་བའི་གཙུག་ལག་རབ་འབྱམས་ཀྱི་སློབ་མཐར་སོན། དེ་རྗེས་བོད་ཀྱི་དཔེ་མཛོད་ཁང་གི་དྲུང་ཆེའི་ལས་ཁུར་ཞུ་མུས་སྐབས། དཔེ་མཛོད་ཁང་ལ་ཕྱག་ལས་གནང་འདུག་བ་སྐུ་སྒེར་ཡིག་ཚང་དུ་དགེ་འབྲུང་གི་གནས་རིམ་ཐོག་བསྐོ་བཞག་སྩལ། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ལོར་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་ཆེན་ནི་ཚོགས་གཙོར་འོས་ཐོན་བྱུང་བ་ལྟར་ལས་རྒྱུན་གཉིས་རིང་གཞུང་ཞབས་ཡིན་མུས་ཐོག་དམིགས་བསལ་ཞབས་ཡར་གནང། སྐབས་དེར་གཞུང་འབྲེལ་སྐུ་ཚབ་རྙིང་པའི་ཁུངས་བོད་ཀྱི་ས་ཁུལ་ཁག་ཅིག་ལ་གཟིགས་སྐོར་དུ་ཕེབས། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་བོད་གཞུང་བདེ་སྲུང་ལས་ཁུངས་སུ་དྲུང་གཞོན། གནས་རིམ་ཐོག་དང་སྐུ་ངོ་བརྒྱ་ལ་ཐོན་གྲབས་ཕ་གི་ཡོད་པའི་སྐབས་ལ་རེད། བསྐོ་གཞག་བསྩལ་བ་དང་དེ་རྗེས་དྲུང་ཆེ་ལས་རོགས་དང་དྲུང་ཆེ་བཅས་ལོ་བརྒྱད་རིང་ལས་ཁུར་བསྒྲུབས། གཅིག་སྟོང་དགུ་བརྒྱ་བཅུ་གཅིག་ལོར་བལ་ཡུལ་སྐུ་ཚབ་དོན་གཅོད་དུ་བསྐོ་བསྩལ་གྱིས་ལོ་གཉིས་རིང་ལས་ཁུར་བསྒྲུབས། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར་སྐུ་སྒེར་དྲུང་ཆེར་བསྐོ་བཞག་གིས་ཕྱི་ལོ་ཉིས་སྟོང་བརྒྱ་མིག་ལྔ་བར་ལོ་བཅུ་གསུམ་རིང་ལས་འཁུར་བསྒྲུབས། དེ་ནས་ལོ་གཉིས་རིང་ནོར་གླིང་བོད་ཀྱི་རིག་གཞུང་གཅེས་སྐྱོང་ཁང་དུ་མཛད་རྣམ་སྡེ་ཚན་ཁུངས་ཞབས་འདེགས་བསྒྲུབས། ཨེ་ནི་ཉིས་སྟོང་བརྒྱད་ལོར་སྲི་ཞུ་བཟང་ཐར་འཆོལ་ཏེ་བགྲེས་ཡོལ་རྩ་དགོངས་ཞུས་ཏེ་རང་ཉིད་ཨ་རིར་ནང་མི་ཟླ་སྒྲིལ་ལྷན་བཞུགས་སྐབས། ཉིས་སྟོང་བརྒྱ་མེད་བཅུ་གཅིག་ལོར་སླར་ཡང་དགའ་ལྡན་ཕོ་བྲང་པ་ཆེན་པོའི་ཞབས་ཞུར་བཀའ་འགུགས་གནང་བ་ལྟར་ད་ལྟ་དགའ་ལྡན་ཕོ་བྲང་གི་དྲུང་ཆེ་གནང་བཞིན་པ་དེ་འདྲས་རེད། བྱས་དང་བྱེད་རྒྱ་ཆེན་པོ་རེད་འདུག་བ། ཨེ་ནི། དེ་ནས། བརྩམས་ཆོས་དཔེ་མང་པོ་ཡོད་རེད་ཏང་གི་ཚང་མ་འདི་ལབ་བསྡད་མི་དགོས་ཆེད་བརྩམས་ཆོས་དཔེ་མང་པོ་ཡོད་རེད་ལྷག་པར་དུ་ད་ལྟ་དཔེ་མཛོད་ཁང་ནས་པར་རྒྱག་པའི་པར་ཆ་དེབ་ལྔ་དྲུག་བྱོས་རེད་དེའི་ནང་ནས་ད་ལྟ་རྒྱལ་བའི་མཛད་པ་ལས་འཕྲོས་པ་ཟེར་དང་རྨད་བྱུང་རྒྱལ་བའི་ཐུགས་རྗེ་ཟེར་ཐུགས་རྗེ་དམ་བཅའ་ཞེས་དུས་ཚོད་སྐོར་འདི། རེད་བ། ཨེ་ནི་རྒྱལ་བའི་མཛད་པ་ཆེ་ལུང་ཙམ་བརྗོད་པ་ཟེར་དུས་ཚོད་ནང་ལ། ནམ་རྒྱུན་ཡོངས་གྲགས་ཀྱི་གནས་ཚུལ་མེད་པ། ཆོས་ཕྱོགས་ནས་ཡིན་ན་ཡང་ཧ་ལམ་གསང་བའི་རྣམ་ཐར་སོགས་རུ་དེ་ང་ཚོས་ཁ་བསྡུར་ཞུས་ན་ཁྱད་མཚར་བོ་བྱུང་བསྡད་ཆོག་དེ་འདྲ་མང་པོ་དངོས་མཐོང། ལག་ཟིན་ཟེར་བ་ལ་དེ་འདྲ་མ་བཀོད་བཞག་མང་པོ་ཡོད་རེད། དུས་ཚོད་ང་ཚོ་སྤྱི་བཏང་ནང་ཆོས་འདི་དད་པའི་སྒོ་ནས་འགྲོ་དགོས་ཅིག་སློབ་གཉེར་སྒང་ནས་འགྲོ་དགོས་ཅིག་རེད་མ་གཏོགས་གི་དེ་ག་ཟེར་དད་པ་བྱེད་ཅིག་མ་རེད་དེ། ཡིན་ན་སྐྱབས་མགོན་རིན་པོ་ཆེ་ལྟ་བུ་ཆེད་དུ་བསྟན་པའི་སྐྱེས་ཆེན་དམ་པ་འདི་འདྲས་ཀྱི་ཐུན་མོང་མ་ཡིན་པའི་རྣམ་ཐར་འདི། ད་ལྟ་ང་ཚོ་བོད་ཡིག་སྒང་ལ་མ་གཏོགས་ཡོད་མ་རེད། དེ་མང་ཚོགས་ནས་ཤེས་ཏེ་དཔེ་གལ་ཆེན་པོ་རེད་ཤག་བསམ་སོང་ངས་དེབ་དེ་ཐོན་པའི་རྗེས་ལ། བྱས་ཙང་ངའི་ལས་ཞོར་དུ་བལྟས་བལྟས་སུ་ཕྱི་དགའ་བྱས་བྱས་ནས་ད་དེབ་གཅིག་འདི་རྒྱལ་བའི་མཛད་པ་ལ་འཕྲོད་པ་འདི་རོབ་རོབ་ཅིག་བསྒྱུར་ཚུལ་བས་སོ་རེ་བ་ཅིག་རེད་ད་ང་ལ་དུས་ཚོད་ཡོད་མ་རེད་ཞོར་ལ་ཞོར་ལ་བལྟས་བལྟས་སུ་བསྒྱུར་བྱས་ནས་དེ་ཁུངས་སྐྱེལ་ཐུབ་མི་འདུག་ཡར་འགྲོ་མར་འགྲོ་མང་དྲགས་ནས། བྱས་ཙང་དུས་ཚོད་ཡང། དབྱིན་ཇི་ཡག་པོ་ཡོད་མཁན་དེ་འདྲ་ཡིན་ན་བསྒྱུར་ཐུབ་ན་དཔེ་ཡག་པོ་འདུག་ཨ་ནི་དེ་རིང་ངས་ཞོར་ལ་འདི་གཅིག་ཞུས་ཨེ། ལོ་ཤས་ནང་ལོགས་ལ་ང་ཚོ་བོད་ཀྱི་དཔེ་མཛོད་ཁང་ནས་སྤྱི་བཏང་དཔར་སྐྲུན་མང་པོ་བྱེད་ཀྱི་ཡོད་རེད་ལྷག་པར་དུ་བོད་ཡིག་འདི་རྩ་ཆེན་པོ་བརྩི་བྱས་ནས། པར་སྐྲུན་མང་པོ་བྱེད་གི་ཡོད་རེད། ལོ་གཅིག་ནང་ལ་ཕ་སྐྱིད་དེབ་སུམ་ཅུ་བཞི་བཅུ་བཏོན་གི་ཡོད་རེད། མང་ཆེ་བོད་ཡིག་སྒང་ལ་རེད། ད་ད་ལྟའི་ཆར་ལ་ཀློག་མཁན་ཡོད་ན་ཀློག་ཡས་མི་འདུག་ཟེར་ཡས་མེད་པ་ཅིག་སྤྱི་བཏང་ནས་བསྟན་བཅོས་མ་དཀར་བསྟན་བཅོས་མང་པོ་ཡོད་རེད་རྩོམ་པ་མང་པོ་ཡོད་རེད་དེ་དཔེ་མཛོད་ཁང་རང་གི་བཏོན་པ་ཆ་བཞག་པ་ཡིན་ན་ཡང་ཟིང་མཐོན་པོའི་སྒང་ནས་ལབ་ཐུབ་ཡས་ཅིག་ལ་ད་ཀློག་མཁན་ཡོད་ན་ཀློག་ཡས་ག་རི་ཐོག་ལ་ཡིན་ན་ཡོད་ཟེར་ཅིག་དེ་འདྲས་བཟོ་ཐུབ། ད་ད་ལྟ་བསམ་བློ་གཉིས་པ་ཅིག་བཏང་ཡོང་དུས། བོད་སྐད་ཐོག་ལ་བཏོན་ཡས་དེ་གལ་ཆེན་པོ་རེད་དེ་ཡིན་ན་ཡང་ང་ཚོས་གལ་ཅིག། བྱུང་བ་ཚང་མ་བོད་པ་རང་གི་སྤྱི་ཚོགས་ཆུང་ཆུང་ད་ག་རང་ལ་སྐོར་བརྒྱབ་བསྡད་ན་ཁྱབ་ཆེན་པོ་གང་ཡང་འགྲོ་ཐུབ་མི་འདུག་དེ་འདྲ་ཡིན་དུས་ད་ང་ཚོ་དཔལ་འབྱོར་བྱེད་ག་རག་རླུང་རྟ་རེད་ཅེས་རྒྱུག་བ་ཡིན་ན་ད་བོད་པའི་གནས་ཚུལ་འདི་ཚོ་ཕར་རྒྱུག་རེ་ཡོང་གི་རེད་གསར་བ་བྲིས་ཡོང་གི་རེད་མང་ཆེ་བ་ཅིག་སྐད་ཡིག་སྤྱི་དང་ལྷག་པར་དུ་དབྱིན་ཇི་སྐད་ཡིག་སྒང་ལ་མང་སེ་སྟོན་ཐུབ་ན་བསམ་ནས་རེ་བ་འདི་འདྲ་ཅིག་བྱེད་བསྡད་ཀྱི་ཡོད་དེ་འདྲས་ཡོད་དུས་ཡང་དེ་འདྲས་ལ་ཅིག་འབྲི་ཐུབ་མཁན་དང་དེ་འདྲས་ཡོད་ན། ང་ཚོ་ཁ་ལས་ཁ་ལས་ཡང་ཅིག་འགྲོ་སོང་བཏང་ཡོད་དུས་དེ་འདྲས་དཀའ་ངལ་མ་འཕྲད་ཡོད་ན་དེ་འདྲས་བསམ་བློ་ཅིག་བཏང་དེ་ཡོད་དེ་བྱས་དུས་ཡང་དུས་ཚོད་ལ་ཁྱེད་རང་ཚོས་མཐུན་འགྱུར་བྱེད་ཡག་རག་པོ་དང་དེ་འདྲས་བྱུང་གི་ཡོད་ན་ཡག་པོ་ཡོང་གི་རེད་བ། འོ་འདི་ཅིག་མཉམ་དུ་ཞུ་འདོད་བྱུང་སོང། དེ་ནས་ད་ལྟ་དེབ་འདིའི་ནང་ལ་དམངས་གཞས་རྣམས་སྒྲུང་ངམ་གཏམ་རྒྱུད་ངེས་ཅན་ཞིག་དང་འབྲེལ་ནས་བཤད་ཡོད་དུས་ཨེ་ནས་དེ་སྙན་པོ་བྱེད། ཁོ་ལོ་རྒྱུས་དེ་འདྲ་བ་ཡོད་དེ་ངས་ནི་སྐད་ཆ་གོ་རྒྱུ་བཏང་ནས་བཤད་དེ་ཅོག་དེ་འདྲ་བྱེད་ཀྱི་དཔེ་སྙན་པོ་དེ་འདྲ་ཡོད་རེད་དཔེར་ན་ངས་གཅིག་གཉིས་ཞུས་ན། མི་ལུས་བསམ་པའི་གླུས་བྱུང། བཟང་བཟང་ལྷ་མོའི་གླུས་བྱུང། བུ་གསུམ་སྐྱེས་པའི་ཨ་མར་སྙིང་གཏམ་ཤོད་པ་མ་གནང་ཟེར་ད་འདི་སྐབས་ཐུག་སྐབས་ཀྱི་བྱུང་བ་ཅིག་རེད། སྤྱི་བཏང་ནས་སོ་སོའི་ཡིད་ཆེས་བྱེད་ས་རེད་བསམ་ནས་ཞེ་བོ་ཞེ་བོ་གཅིག་ནང་ལོག་ཚང་མ་ཕྱི་ལོག་སྟོན་རྒྱུ་ཡོད་མ་རེད་ད། ཏག་ཏག་བཟོ་གི་རེད་ད་སུ་ཅིག་མ་ངས་ཁོ་ཤེས་ཀྱི་ཡོད་ལབ་ཀྱི་རེད། དེའི་གནས་ཚུལ་འདི་ཡག་པོ་ཞིབ་པོ་འདུག་བ་དེ། ད་འདི་ནང་མི་གི་གནས་ཚུལ་རེད་དངོས་གནས་བྱས་ན། ནང་མི་གི་ལུས་འཇོག་སྐད་ཆ་རེད། དེ་ནས་ང་ཚོ་བྱེད་སྟངས་གཅིག་དང་འབྲེལ་བ་ཡོད་འཇོག་དངོས་གནས་བྱུང་འཇོག། དང་པོ་བསྟན་དགྲ་ཟེར་གྱིས་ཟེར། གཉིས་པ་ཕྱི་གླིང་ཟེར་གྱིས་ཟེར། སྒོར་མོ་ལག་པར་བླུགས་དུས

ད་འདི་ནས་གཅིག་ལ་འདི་དཀྲུགས། ལྷ་དཀྲུགས་ཀླུ་དཀྲུགས་བཟོ་མཁན། བདུད་དཀྲུགས་མེད་ན་གང་ཡིན་སྲིད། ད་ཚང་མ་དཀྲུགས་དེང་དུས་སུ་ད་བདུད་དཀྲུགས་རེད་སྲིད་གོ་རེད་དེང་སང་དུ་བ་བདུད་དཀྲུགས་མང་པོ། བདུད་དཀྲུགས་མེད་ན་གང་ཡིན་སྲིད། ད་ཡིན་ན་དེང་སང་དུས་ཚོད་འདི་ལ། ར་གན་བསད་པའི་སྡིག་སླར་རྫུངས་དང་མི་དཔོན་བསྐོས་གསུངས་སྲིད། འོ་དེ་འདྲའི་དཀྲུགས་ནས་ནི་སྡུག་རིངས་ཟེར་བྱེད་དེང་གི་འདི་དཔོན་པོ་ཁུག་འདུག་ཨ། དུས་དུས་ནས་གནས་ཚུལ་དེ་འདྲ་ཡོད་རེད། དེ་ཚོ་དེ་ཚོ་ད་བོད་པའི་སྤྱི་ཚོགས་ནང་ལ། ག་རེ་ག་ལེ་ག་ལེ་ག་ལེ། ཅིག་བསླབ་པའི་ཉེན་ཁ་ཡོད་དུས་མ་བསླེབ་པ་བྱས་ཏེ་ང་ཚོ་ལེན་དགོས་འདུག་ཨ། ད་དེ་ནི་ཐ་མ་སྟེ། ཀུན་དགའ་དོན་གྲུབ་བྱུང་ན་ག་རེ་བྱས་ཀྱང་ཆོག་གི་སེ། ལུས་སྲོག་སྦྱིན་པའི་ཕ་མ། གོ་བརྗེ་བྱས་ཀྱང་ཆོག་གི་སེ་གོ་བརྗེ་ཟེར་ན། དཔེ་ཤག་དེ་བསླེབས་སེ་ཀུན་དགའ་དོན་གྲུབ་སེ་ཧོ་ར་དཔེ་ཤག་ལ་ཚང་མ་དགའ་བོ་བྱེད་ཀྱི་ཡོད་ས་ཀུན་དགའ་དོན་གྲུབ་སེ་ལབ་རེད་ད་ཁོ་བྱུང་རོགས་བྱས་ན་ག་རེ་བྱས་ཀྱང་ཆོག་གི་འདུག་དེང་སང་ངའི་དེང་སང་གཏམ་བཤད་ནང་ལབ་གི everything is for sale ཞེས་གི་དངུལ་གྱི་བྱུང་ན་ཚང་མ་བཙུགས་ངེས། ད་ག་འདྲེ་ཡིན་མིན་གར་ཟེར་ན་ལུས་སྲོག་སྦྱིན་པའི་ཕ་མ་ཟེར་སོ་སོས་སྦྲུལ་དང་སྲོག་སྤྲིང་བའི་ཕ་མ་དེ་ཡིན་ན་ཡང། ཡང་གཅིག་གཞན་དག་ཅིག་དོན་དག་ལ་གོ་ས་འདྲ་བོ་དང་བརྗེ་པོ་རྒྱག་ཡོད་ན་རྒྱག་ས་རེད་དེང་སང་རྒྱག་འདུག་བ་ཕ་མ་བསད་སོང་ཟེར་མཁན་འདྲ་བོ། སྐྱེས་དམན་བསད་བཞག་ཟེར་མཁན་འདྲ་བོ་ཁྱོ་བ་བསད་བཞག་ཟེར་མཁན་འདྲ་བོ་དངུལ་དོན་དག་མང་པོ་བྱེད་ཀྱི་འདུག་བ་དེ་ཡི་དཔེ་དེ་དངོས་གནས་བྱུང་ཕྱོགས་ཀྱི་སྒྲུང་དང་དེ་ཚང་མ་འདི་ན་བྲིས་བཞག་ཡོད་རེད། འོ་དེ་འདྲ་ཡིན་དུས་ཚོད་ཚོད་སྙན་པོ་བྱེད། ལོ་རྒྱུས་དང་འབྲེལ་བ་ཡོད་པ་བྱེད་ཨ་ནི་བོད་ཡིག་དང་ཚང་མ་ཡར་རྒྱས་འགྲོ་ཡོད་ལ་ཕན་ས་རེད་བ། འོ་ཡ་ད་ངས་སྐད་ཆ་བཤད་ཐལ་ན། ཐུགས་སུ་འཇུག། ཐུགས་རྗེ་ཆེ་ཞུ་ཡིས་ནི་ཆ་རྐྱེན་ནང་བཤད་རིང་ང་ཚོ་དེབ་འདི་ཉི་མ་གཉིས་ཀྱི་རིང་ལ་ནི་བརྒྱ་ཆ་ཉི་ཤུ་བྱས་ནས་ཚོང་འགྲེམས་བྱེད་ཀྱི་ཡོད། བཀྲ་ཤིས་བདེ་ལེགས། ཐུགས་རྗེ་ཆེ།